ཚིག་ནི་དམིགས་རྟོགས་བགྱིས་ལ་མ་སྟོར་ཅིག། ཚིག་ནི་དམིགས་རྟོགས་བགྱིས་ལ་མ་སྟོར་ཅིག། གཟུགས་ཀྱི་ཉི་མ་གི་བཤད་རྒྱུ། སྔོན་ཆད་ཡིན་ན་གནས་འདི་ཕྱི་རོལ་བ་མི་རྟག་རྡོལ་བ་གི་གླིང་རུ། དེང་སང་ཡིན་ན་དུས་འདིར་ཁྱེད་ཀྱིས་ལྡུམ་ར་བཞིན་དུ། ལེགས་པར་བྱས་པས་དམ་པའི་ཆོས་གི་བདུད་རྩིའི་སྦྲང་ཆར་འབབ་སོགས་བདུད་རྩིའི་སྦྲང་ཆར་མཐོང་ནོ་གི་འབངས་མ་གི་ཚོགས་ཐམས་ཅད་པོ། ཁྱེད་ཀྱིས་བསྒྲགས་ཡང་བརྙན་ནས་བཟླས་བཞུ་ནུས་སྐབས་དེ། བདུད་ཀྱི་བར་ཆད་དྲག་ནག་གོས་སློང་ཞིག་ཅིག། མེ་ཏོག་བལ་མའི་ཚལ་དུ་བཅོམ་ནས། ཁྱེད་ལ་སྙན་པའི་འབངས་མའི་ཚོགས་ཐམས་ཅད་པོ་གཏོར་དང་ནི། རྒྱལ་བོ་ཟླ་བའི་ཟངས་ཀའི་སྡིག་ལུང་གི་སྤྲིན་གྱི་སྒྲིབ་དང་ནི། ང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ། སྒྲིབ་ཅིང་གཟའ་གི་གཟུངས་དང་ནི། ཐར་བ་མེད་པའི་གནས་སུ་ང་ལུས་སྲོག་དོར་གི་འཇོག་གོ་ནི། འདི་རྒྱལ་བོ་ལན་ནི་མིན་ན་ང་ཞི་མོའི་ཆིལ་གས་དང། ཡིན་ན་ར་འབངས་འཁོར་གཡོག་ཐམས་ཅད་ཀྱི་རྒྱུའི་རྒྱལ་བོ་ལ་ཚིག་རྔམ་པ་གི་མེ་ཏོག་མ་གཏོར་རྫས་ཟིག། དེ་དུས་འཁོར་འབངས་ཐམས་ཅད་པོ་ཧོར་གདོང་ཞིག་དྲག་པོའི་སྙིགས་ཆུ་ཟས་ཀྱི་ཆར་བཞིན་དུ་བབས་པས། བྲམ་ཟེ་བུ་མོ་གཟུགས་ཀྱི་ཉི་མ་ཡར་ཕྱིན་ནས། བདག་ཅག་མགོན་དང་སྐྱབས་མེད་པ་རྣམས་ཀྱི་སྐྱབས་མགོན། ཧ་མ་མེད་པའི་སྟབས་རིགས་རྣམས་ཀྱི་མ། དབུལ་ཕོངས་རྣམས་ལ་བསིལ་ནོར་སྟེར་བའི་བདེ་སྟེར་མ། བདེ་སྐྱིད་ཀུན་སྩོལ་བའི་སེམས་ཐིག་གི་ནོར་བདག་མ། དྭངས་ཆུ་སྤྱིར་བཏང་གི་དེ་རང་ཆེ་ཀ་གང་བ་ཧེབ་འགྱུར། མ་རིག་པའི་མུན་པ་སེལ་བའི་སྒྲུབ་མའི་ཆེ་ཀ་དེ་རང་གང་བ་འཆི་འགྱུར། ཕོངས་བ་ཀུན་སྩོལ་ཁྱོད་ཉིད་མ་གཞིག་ན། དངུལ་ཆུ་ཧ་མ་གི་འོར་དང་ནུའི་སྟབས་རིགས་ཇི་བཞིན་དུ། ཉི་མ་དེ་རང་ཧན་འཆི་ནས་ཁོང་ཆུའི་འབངས་འགྲོ་བ་ཐམས་ཅད་ཀྱི་རེ་ས་ལྟ་ས་སུ་ཡིས་དགོས། དུ་བཟོས་ནས་ཐམས་ཅད་བུ་ངའི་གཟུགས། བྲམ་ཟེའི་བུ་མོ་གཟུགས་ཅི་ཉི་མ་ཡང། འཕང་འགྲོ་བ་ཐམས་ཅད་ཀྱི་གདོང་ལ་གཟིགས་ནས་སྐྱེ་མཆེད་རྨོ་བོ་ཤོར་ཅིང། ཁོང་ཐམས་ཅད་ལ་བྱམས་པ་དང་སྙིང་རྗེ་དཔག་ཏུ་མེད་པ་ཐེག་དྲངས་བས། བྲམ་ཟེའི་བུ་མོ་གཟུགས་ཅི་ཉི་མ་གི་འབངས་འཁོར་གཡོག་ཐམས་ཅད་ལ་འདི་གསུངས་མི།

ལུས་ཚིགས་མི་ཐུབ་རང་སར་བཀར་སྟབས་ཀྱིར་མྱ་ངན་ཐང་ལ་སྡུག་བསྔལ་སྤྲོ་འཁྲབ་པའི། བྲམ་ཟེ་ཡོ་མོག་གཟུགས་ཀྱི་ཉི་མ་ཁོང་རིག་གི། རེས་ས་གཞན་ན་ཡོ་ནི་མ་རུ་སྐོམ་ཆོག་གསུམ་སྐྱབས་ས་གཞན་ན་ཡོ་ནི་མ་རུ་སྐོམ་ཆོག་གསུམ། སྐོམ་ཆོག་རིན་ཆེན་གསུམ་གི་ཐུགས་རྗེའི་གཟུགས་གཟུགས། འགྲོ་བའི་སྐྱབས་མཆོག་ལྷུན་མའི་སྐོམ་ཆོག་གསུམ་པོ། ལྔ། བརྩེ་སེམས་ཆེན་མོའི་འཁོར་འབངས་འདི་བཅུ། སྙིགས་ཀྱི་ནང་གི་སྙིགས་ཆེ་བཞི་རེད། ད་ཁ་ངོ་ལྷ་ཁྲི་ཡི་གོ་ནོར་ཅིག་སྟེར། ཁ་ངོ་གི་དཀྱིལ་འཁོར་ར། སོར་མོ་གི་ཐིག་ལེ་སྤྲད་ནས་ད་རང་གི་རང་གི་ངོ་སེམས་དོགས་ཡི་གོ་ནོར་རྒྱུ་མཚན། སྤྲ་ཡི་མེ་ཏོག་དཔལ་མོའི་སྙིམ་པ་གི་ལྟོ་རེ་མགོ་གི་སྐྱ་འབའ་གོ་ནོར་རྒྱུ་མཚན། ལོག་པའི་དབྱིག་གི་བྲང་ལ་ལྔ་གདོང་ཞིང། ལོག་པ་གི་དབྱིག་བ་གི་བྲང་ཁ་གདོང་གོ་ནོར། རྟ་འགྲིམ་པ་ཡར་བཏགས་ཀྱི་དངུལ་འབུག་གི་གླུ་དབྱངས་ལེན་དགོས་ནོ། ཨོ་ལིག་རང་ཚུགས་མ་ཐུབ་རང་ས་ན་བཀར་སྟབས་བརྗེ་བའི་ཧ་བ་རིག་དགོས་ནོ། མྱ་ངན་གྱི་ཐང་ལ་སྡུག་བསྔལ་གྱི་སྤྲོ་འཁྱམས་དགོས་ནོ། སྐྱབས་མེད་ནོ་མགོན་མེད་ནོའི་འགྲོ་བ་འདི་དག་ཐམས་ཅད་ལ། སྐྱབས་གནས་དཀོན་མཆོག་གསུམ་གྱི་མཁྱེན་པའི་དགོངས་ལ། ཐུགས་བརྩེ་བའི་སྒོ་ནས་སྤྱན་གྱིས་གཅིག་གཟིགས། རེ་ས་གཞན་ན་མེད་དོ་ཐུགས་རྗེའི་སྤྱན། གཡང་མེད་མགོན་མེད་ཐུགས་རྗེའི་སྐྱབས་དུ་གསོལ། ཟེར་ནས། མིར་གྱི་རྗེས་སུ་སྡུག་བསྔལ་ལས་གོ་ནུས་འབངས་འགྲོ་བ་ཐམས་ཅད་ལ་སྐྱབས་ནས་སྐུ་མཆོག་སུ་མ་གསོལ་བ་ལྟར་སྐྱབས་འཇུག་བྱས་ཚུལ། དེ་ནས་དེ་མ་ཐག་ཏུ་མི་དགའ་འཛིན་མོའི་བྱེ་མ་གསུམ་པོས་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་ཞིག་ཅིག་ཤིང་རྟ་བཏེགས་པ་ལྟར་སྐད་ཅིག་དེ་ཉིད་ལ་ཏིལ་འཕྲོ་ཆགས་ཚོགས་ཁུག་མའི་སར་ཁྱི་ཚོང་ཟུག། ད་ལྟ་རང་དབང་ཧང་མེད་པར་དེ་ལས་དུར་ཁྲོད་ཕྱག་མཚོ་ཁུག་མ་གི་ས་ཕྱོགས་སུ་ཁྱི་སོང་ཟིག། འཁོར་འབངས་ཐམས་ཅད་ཀྱི་ཡང། ད་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་སྐུ་སྲོག་གཏོར་རྒྱུ་ཡིན་ན། རང་ཅག་ཐམས་ཅད་པོ་མཉམ་དུ་ཤི་ཐུབ་སོང་ན་ཅི་མ་རུང་བསམ་མེད། འབངས་བྲོ་བ་ཐམས་ཅད་པོ་གཟུགས་ཀྱི་ཉི་མ་གི་རྗེས་སུ་འབྲང་ཡིན། སོང་སོང་ནུའི་འཕྲོ་གི། ཡང་མྱི་གི་སེམས་རི་མོ། ལ་ལ་ཤུགས་ཁ་གི་འདོད་སྲེད་ལོངས་སྤྱོད་ལ་ཆགས་ཡིས་ལུས་སོང་ཟིག། ལ་ལ་ལམ་གྱི་ཆད་ལས་སྡུག་བསྔལ་གྱི་ལྟེ་བའི་ལུས་ཚང་ཟིག། ལ་ལ་རྩིས་ཞིང་སྐོར་མེད་ལྟེ་བའི་ཐང་ཆད་ལས་ལུས་ཚང་ཟིག། འོན་ཀྱང་ནང་གི་ཉོན་མོངས་གཞོགས་ཟིག་ཉེ་ལམ་གཉིས་ཀྱི་ས་རྫ་དེ་ལས་བུད་སོང་ཟིག། དེ་ནས་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་ཁྱི་ལས་འབྱུང་ནུས་ཤིང་སྨག་གསུམ་པོ་ཡང་ཆད་ལས། དེའི་ནུབ་མོ་དེ་ལྟ་བུའི་ལུས་ཚང་ཟིག། འཁོར་འབངས་ཐམས་ཅད་པོ་ཡང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མའི་དྲུང་དུ་འཁོར་རེ

ཁྱེད་ཀྱི་ཐུགས་ན་ཆོས་ཐམས་ཅད་པོ་ཀུན་གཟིགས་ཀྱི་པདྨའི་སྙིང། བདེ་སྐྱིད་ལོ་ཏོག་ཀུན་སྐུལ་རྒྱ་མཚོའི་གོས། ཁྱེད་ཀྱི་ཕུང་བོ་བརྒྱད་ཁྲི་བཞི་སྟོང་ཐུགས་ན་མངའ་བའི་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མ། སྲིན་བལ་རེ་བ་སྐོང་བའི་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ། ལྷ་གཅིག་བཙུན་མོའི་མཆོག་ཁོང་ཁྱོད་ཅིག་ཉོན། ཁྱོད་ལྟ་བུའི་སྐུ་ལུས་མཚར་ཞིང་ཡིད་དུ་འོང་བ། སྙིང་གི་ལྟས་ན་མཛེས་ཤིང་ལུས་ལ་རག་ན་འཇམ་པ་ལྟ་བུའི་མཆོག་མི་ཤེས་པ་འདི་ལྟར་ལ། གཤེད་མ་ཐམས་ཅད་ཀྱི། ད་ཤ་ཟ་གི་ཚོགས་ཐམས་ཅད་ལ་ཞེན་ནས། ལུས་དུམ་བུར་དུམ་བུར་སྟེར་ཐུབ་ན། ད་ཁོང་ཆོས་ལུས་མི་སྡུག་ཅིང་མདོག་ནག་ནོ། འདི་སྟེར་ན། མི་མཛེས་བ། ཁོང་ཆོས་ཉེ་ལུས་ཀྱི་ནང་གི་མཐའ་མ། འདི་སྟེར་མི་ཐུབ་ཀྱི་ཆུ་ཟིག་ཡོག་གི། རང་ཅག་ཐམས་ཅད་པོ་ཏི་ཕྲུག་གི་ནང་སོང་བའི་ཧྲོག་མཉམ་གཅིག་ཏུ་གཏོར་གཏོང་བ། ཡང་མིན་ན་ཁོང་ཚོའི་འབངས་ཐམས་ཅད་ཀྱི་སྐད་དང་རྒྱན་ཆ། ཟས་སྐལ་འཁོར་བ་ཡོད་ཚུལ་དུ་ལྷན་ཅིག་ཏུ་རིག་ནས། གཤེད་མ་ཁྲིམས་ལས་བ་གསུམ་པོ་གཤིན་བཏང་ན། ངེད་རང་རྣམས་རྒྱལ་རིགས་མི་གཅིག་པའི་ས་གཟིག་ག་བྲེས་སོང་ན་ཅི་མ་རུང། གཤེད་མ་ཁྱོད་ཁ་ཨ་ཉན་ན། དུ་ཛེ་དུས་བྲམ་ཟེ་བུ་མོ་གཟུགས་ཀྱི་ཉི་མ་གི་འབངས་ཐམས་ཅད་ལ་བཤད་ཚིག། ཡ་ཁྱི་ཁྱོད་དུ་མ་ཟེར། ང་བྲམ་ཟེ་བུ་མོ་གཟུགས་ཀྱི་ཉི་མ་གི་སྲོག་འདི་རང་དབང་མེད་པར་གཏོར་རྒོལ་གནང་བའི་ཉི་མ་ཐོན་སྟངས་ནི། ཁྱེད་རྣམས་ལ་ངས་གོང་དུ་བཤད་ནི། དལ་འབྱོར་གྱི་མི་ལུས་རིན་པོ་ཆེ་རྙེད་པར་དཀའ་བ་འདིས་མི་གཟུགས་ཐོབ་དོ་དེ། དོན་དག་མེད་ས་གི་རང་གི་སྲོག་གཏོར་སྟངས་ན། སྐྱེ་བ་ལྔ་བརྒྱའི་བར་དུ་རང་སྲོག་རང་གིས་གཏོར་རྒོལ་ནུས་བདུག་སྔགས་བཟོད་གླགས་མེད་པ། དེ་རྒྱུན་མི་ཆད་དུ་མགོ་ཐོག་གཡང་ནི་རུ་རྫས་ནོ། དེ་ཕྱིས་ཀྱང་འདང་རྒྱག་དགོས་ག། གཡང་གཤེད་མ་ཐམས་ཅད་ལ་གླ་ར་རྔམ་པ་བྱས་ནས་ཡེར་ཤོག་གཞན་གཟིགས་ཀ་ཏྲེ་དང་ན་འགྲིག་ནི་མ་རུ། གཅིག་ཡིན་ན་ཤེས་མ་ར་ཁ་ཉན་ནི་མ་རུ་ར། ཆེ་ཀྱག་ཐམས་ཅད་ཀྱི་རྒྱན་དང་ཀུན་རྒྱུ་ལས། ཆུ་བཅུའི་རྒྱན་འདྲ་ཀུན་རྒྱུ་ཞིང་ནོ་ལྟས་ན། ཤེས་མ་འདི་བཅུའི་སྔགས་གསལ་དང་ན་རྒྱལ་བོའི་མངའ་ཐང་གི་སུམ་ཆ་སྟེར་རྒྱུ་བཞོན་ནི། ཆུ་བཅུའི་ཀུན་རྒྱུ་ལྟས་ན་ཁུ་བཅུ་ཡོངས་སྒོ་དུས་མི་ཆེ་ནས། གཉིས་གཞོག་གི་བཤད་ན་ཁྲིམས་དང་འགལ་བས། རྒྱལ་བོའི་མངའ་རིས་བརླག་འགྲོ་ཞིང། གཞས་མ་གསུམ་པོ་ཡང་ནག་ཆུར་ཕོག་མེད། ཧོ་ལེ་གཉིས་ཡིན་ན། ད་ང་ལམ་གི་ནག་ཆུའི་འདྲི་ཧད་བཏང་དུས་ཁུ་བྱུག་རྒྱལ་བོའི་ཁྲི་མ་འཐོག་གི། དེ་ཡི་སྟེང་ན་ཡང་ཁུ་བྱུག་ཧྲོག་ཡ་རྒྱོ་གི་ནག་ཆུར་ཕོག་རྒྱུར་དེ་འདྲ་བའི་ལས་ངན་ཟོག་དོན་མེད་གི། དེ་བས། ང་ངོ་མི་ཤ་ཚ་མོའི་འབངས་འགྲོ་བ་ཐམས་ཅད་པོ་རང་གི་ཡུལ་ཕྱི་ལ་སོང་བ། ཨ་རྒྱལ་བོའི་ཞབས་ཏོག་ར་ཉེ་འབྲེལ་གི་འགྲོ་ལམ། རང་རང་གི་བུད་མེད་ཐམས་ཅད་ཀྱི་གསོ་སྐྱོང་ལ་སོགས་པ་ཚུལ་དང་མཐུན་པའི་སྒོ་ནས་ད་མི་དགེ་བ་སྐྱེ་བོ་མཛེས་མ། རྒྱལ་བོའི་ཁྲིམས་ར་འགའ་གི་མ་འཇིག། མོ་ཁི་རོ་གསལ་དང་ནོ། ཁྱི་གཅོད་འཕང་འགྲོ་བ་ཐམས་ཅད་ལ་འདི་མོ་སྡིག་ངར་གི་ཚ་གྲངས་སུ་ཁྱི་ཟིག་ག་ཡོད་ཀྱི། ང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གསལ་དང་ནོ་སྙིང་གི་མི་བཟོད་པ་ཡོད་ན། ང་སྔོན་མའི་ཁྱི་གཅོད་ཤ་ཚ་ནོ་ར་མདངས་ཡོད་ནི་ཡིན་ན། མོའི་དོན་དུ་ཕྱི་ར་སོང་བ་ཡར་སྐོམ་ཆོག་ག་མཆོད་པ་འབུལ། ཨེ་བར་དགེ་འདུན་བསྙེན་བཀུར་བྱས། མར་ངན་ལོང་བ་སྦྱིན་པ་གཏོང་བ་ལ་སོགས་པ། དགེ་རྩ་བརྒྱ་ཆེན་བསྒྲུབ་རྒྱུ། དེའི་མི་ཚུལ་བླ་མ་དམ་པའི་དྲུང་བ་སོང་བ། ཚུལ་ཁྲིམས་ཀྱི་མགོ་སྐོས་ཀྱི་ཨེ་ཡོང་སྒོ་བལྟས་ནས། རང་ལུས་སྐྱེ་བར་སོང་ཐུབ་ན། ང་བྲམ་ཟེའི་འོ་མོག་གཟུགས་ཀྱི་ཉི་མ་གི་བསམ་པ་དག་རྫོགས་ནས་ཡིན། དུ་སོང་དུས་འཁོར་འབངས་ཐམས་ཅད་པོ་སྡུག་བསྔལ་གྱི་ཉམ་ཐག་ཨུ་མདོར་འབོད་པའི་ཁ་ནས་ཁྲག་རྒྱུན་འཛག། ལ་ལ་བཀྲེས་མེད་དུ་ལོག། ལ་ལ་དངུལ་ཞིང་བྲང་ཁ་གདོང། ལ་ལ་རྩིག་གཟིག་གི་འཕྲོ་གི། ཁོང་ཐམས་ཅད་ཀྱི་ཡང་བཙུན་མོ་དམ་པ་རིན་པོ་ཆེ། ཡང་ཡར་ཞིག་ནི་རི་བོ། བཙུན་མོ་དམ་པ་རིན་པོ་ཆེ། ངེད་ཅག་ཐམས་ཅད་པོ་ཁྱེད་ཀྱི་ཕྱག་བྱེར་དུ་མི་འཁྲིལ་ཐག་ཆོད་ཡིན་ན། ད་ངེད་ཅག་རྣམས་ལ་སེམས་ལ་ཕན་ནུས་གདམས་ངག་གཟིགས། འཁོར་བ་ལ་བློ་ལོག་ཁྱེད་ཀྱི་ཆོས་གཟིགས་དེ་རང་ཁྱེད་ཀྱི་ཅིག་གསུང་གོ། ཁ་ཤས་རང་ཁོ་རེའི་ཡུལ་སོང་ན་ཁྱེད་ཀྱི་ཅག་སོང་སྟངས་དུ་ལེན་པ་ལས་བྱ་བ་གཞན་པའི་ནང་སེམས་འཁོར་གྱི་མེད་ཟེར་དུས། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་འདུག་སོང་ཟིག། ཡ། ཁྱེད་ཀྱིས་ཆོས་དང་གདམས་ངག་གནང་ཟིག་གོ་ཁི། གདམས་ངག་གདམས་ངག་ཟེར་རྒྱུ་འདི་གཞན་གཟུགས་ཀྱི་རྩ་དགོ་ནི་ཟིག་ཨི་རི་ཁྱི་ཁྱོད་འདང་ཟིག་རྒྱོ་བུ་ར། ང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་སྣང་ཚུལ་དྲག་གནས་ཚུལ་འདི་ཁྱི་ཁྱོད་ཀྱི་ལྟས་ར། འཁོར་བའི་ཆོས་ཉིད་ལ་སྙིང་བོ་ཨི་ཡོད་གི། ང་དེ་རིང་འཆི་བདག་བདུད་པོའི་ཁ་ནང་ལྷུང་ནས་ཉི་མ་འདས། ང་སྙིང་འདྲ་མཛའ་བཤེས་ཡོད་ནོ་གི་ཧན་ཐོག་གི་ཨེ་ཡོད་གི། ང་ལུས་དང་ལོངས་སྤྱོད་ཡོད་ནོ་གི་ཧན་ཐོག་གི་ཨེ་ཡོད་གི། ང་འཁོར་འབངས་ར་ལྔ་ཐང་ཡོད་ནོ་གི་དེ་རིང་ངའི་སྲོག་མི་ཡ་འཇོ་ཧན་ཐོག་གི་ཨེ་ཡོད་གི། ཁྱིམ་བདག་བུད་མེད་ཡོད་ན་ཕན་ཐོག་ཨེ་ཡོད་གི། མཁར་དང་ཡུལ་ཞང་ཡོད་ན་ཧན་ཐོག་ཨེ་ཡོད་གི། འབྲུ་སུ་སྐྱེ་བ་ཡོད་ན་ཧན་ཐོག་ཨེ་ཡོག་གི། འདི་དག་ཐམས་ཅད་པོ་སྙིང་བོ་མིན་ནོ་ཁྱི་ཡི་ཝེ་བ་ལྟ་བུ་ཡིན་ནིར་འདི་དགོས་དོན་ཡོད་ནི་མ་རེད། འདི་དག་ཐམས་ཅད་འཁྲུལ་སྣང་ཡིན་ནིར། ཉེ་འབྲེལ་དྲ་མཛའ་ཞིག་གི་དགོས་བ་ཡོད་ནི་མ་རེད། ལུས་དང་ལོངས་སྤྱོད་གི་དགོས་དོན་ཡོད་ནི་མ་རེད། འཁོར་འབངས་ར་ལྔ་ཐང་གི་དགོས་དོན་མེད་གི། ཁྱིམ་བདག་ར་བུད་མེད་ལ་སོགས་ཀྱི་དགོས་བ་མེད་གི་མཁར་དང་ཡུལ་ཤང་ཐམས་ཅད་ཀྱི་དགོས་དོན་ཆུང་གི། གཅིག་ཀྱང་བསྒོ་བ་མིན་ནོ། འཇིག་རྟེན་གྱི་ཉི་ཚེ་ཐུང་ཐུང་འདི་ཉིད་ལམ་གྱི་ཉིད་བསྒོ་ནོ་ར་གཅིག་རེ། འདས་ལྟས་ན་དམ་པའི་ལྷ་ཆོས་གཟུགས་སེམས་མ་མི་དྲི་ན། གདུག་པའི་ལས་སོགས་ལ་ཁོམ་པར་འདའ་ཡི། གདུག་པ་སོགས་བརྗོད་དེ་སུ་ཡིན་ན་མི་ཁོམ་རྒྱུ་མེད་ཀི། ཀའི་རྟ་བོང་ཆུ་བཅུ་གཅིག་ཉོན་དགྲ་འཁོར་འབངས་ཐམས་ཅད་པོ། ན་ལ་ལྟ་བུ་བུ་མོ་འཁྱོར་འདོད་ཀུན། ཨོ་ལྟ་ཡག་ན་འདོད་དོ་ནུ་བུ་མོ་འཁྱོར་འདོད་ཐམས་ཅད་པོ། མོ་ཁྲོམ་ནང་ན་སྟོད་ཁ་དང་ཕོ་ཁྲོམ་ནང་ན་སྨད་ཁ་དང། ཁྲམ་པ་རག་གཡེང་གི་ཁྲི་མ་ཁྱེར། གྲོང་ཁྱེར་སྟོད་མི་ཐམས་ཅད་ལ་བུད་མེད་འཁྱམ་མ་ཐམས་ཅད་པོ་ཁྱི་ལྟར་དུ་འཁྱམ། ནོར་གཟུགས་རིག་རིག་ཐམས་ཅད་པོ་ངི་རྒྱན་ཆ་འགྲིག་གི་སམ། མོ་གཟུགས་རིག་རིག་ཐམས་ཅད་པོ་ངི་སྤྲོག་འགྲིག་གི་སམ། ཕོ་གཟུགས་འགྲིག་འགྲིག་ཐམས་ཅད་པོ་ངའི་དམག་བཀའ་འགྲིག་གི་སེམས། ད་ཁྱིམ་བདག་ཡིན་ནོ་འི་སྙིང་བོ་དུ། བུ་མོ་ངའི་སེམས། ལུས་ལྟ་ང་བབ་ནུས་བྱ་བ་འདས་ཆི་ཆུ་ཅིག་སྟེ་ར། ཀའི་ད་འོང་ང་གཅིག་ཉོན་དགྲ་ཧོར་གྱི་སྐྱེ་བོ་འཐམ་སྐྱེ་པོ། ཁྱེད་རྣམས་ལ་ཡོན་ཏན་འདི་རྣམས་བཤད་ན། ད་མཚང་འབྲི་གོ་ཁ་ལྟ་བུ་ཟིག་རི་ར། ཧག་པས་བཞག་ན་རྒྱལ་བོ་ཟླ་བའི་སངས་རྒྱས་ཅིག་སྟེ་ར། ནག་མོ་ཁུར་ཟིག་ལངས་ནས་མི་ཆོག་གི་ལྔ་བརྒྱ་ཙམ་ཟིག་ཉར་ཚགས་ཡིན་ར། ཐ་མ་རང་བཞིན་ཐམས་ཅད་པོ་སྡུག་བསྔལ་ལ་སྦྱོར་གང་ནོ་འདེགས་ཤིག་དེ་ར། དེ་ལྟས་ན་གཞོན་ནུའི་དུས་ཆུང་དུས་སུ་ཀུན་ནས་རབ་ཏུ་བྱུང་བཏང་ནས། དམ་པའི་ཆོས་ཚུལ་བཞིན་དུ་རྒྱུགས་བསྒྲུབ་ཐུབ་ཀྱི་ན་ཅི་མ་རུང། ཀྭའི་རྟའུ་སྔགས་གཅིག་ཉོན་དྲ་འདིར་མཚུངས་འཁོར་འབངས་ཐམས་ཅད་པོ། ཁོང་པོ་མི་སྟེར་དུས་འཆི་བ་འདི་གཅིག་སྟེར་ར། སྔར་རྡོ་རྗེའི་སྐུ་ལས་ཉེ་བའི། སངས་རྒྱས་བཅོམ་ལྡན་འདས་ཀྱང་སྐུ་མྱ་ངན་ལས་འདས་སོང་ཟིག། སྐྱེ་འཆི་མེད་དཔག་རྡོ་རྗེའི་སྐུ། རྫོགས་པའི་སངས་རྒྱས་བཅོམ་ལྡན་འདས་གང་རིགས་ཡིན་འབྲོང་ར་སྐུ་མྱ་ངན་ལས་འདས་པའི་ཚུལ་བསྟན་ནས་རྟོགས་པའི་ཞིང་ཨ་བྱོན་སོང་ཟིག། རང་སེམས་ལ་དབང་ཐོབ་གདོད་ནུས་གྲུབ་ཆེན་ཕོ་མོ་ཐམས་ཅད་ཀྱང་འཇིག་རྟེན་འདི་གི་མ་བདེ་ལ་སྐུ་མྱ་ངན་ལས་འདས་སོང་ཟིག། ང་རང་རྣམས་ཡུམ་མི་ཁྱིམ་ཚེ་ནར་རྫ་ར་ན་ཉིམ་སྦྲར་ཉིན་མ་ལུས་བ་ཐམས་ཅད། ད་སྦྲ་ཡ་ཡིན་ན་ད་ཧ་མ་ཡིན་ན་ད་ནར་རྫ་ཡིན་ན་རང་གི་ཆེ་ས་ཡིན་ན་ཆུང་ས་ཡིན་ན། ཐམས་ཅད་པོ་ཆུ་བདག་བདག་གི་དྲུང་དུ་འཇོག་བོ་ནང་འདས་མདངས་སུ་འཇོམས་ར། ནང་སྒོས་སུ་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་ལྔ་ཡང། དེར་དགོངས་ཆུ་ཆུ་ནང་ན་ཁ་བརྡ་ཡི་བརྡ་བཞོ་ནང་འདིར། སང་ཉིན་གྱི་ལྟ་ཚུལ་མཛད་དེ། ང་སྙིང་རྗེ་མེད་པའི་གཤེད་མ་གསུམ་པོའི་ཏི་ཁྲོད་དུ་འཆི་ལས། ཡན་ལག་ཐམས་ཅད་པོ་ཁ་ཁ་སོ་སོ་ཡེ་ནས། ཆག་གི་ཐིགས་པ་རེ་རེ་ཐང་ན་སྐམ་འདོན་ནོ། ཤ་དང་གཅན་གཟན་ལ་སོགས་པ་ངའི་ལུས་འཕང་དུ་ཞིམ་སྣོད་བརྫ་ན་རུས་པ་མཐའ་རུ་མཐོ་རེ་རེའི་ནང་གི་དལ་ཚུལ་ལུས་ཨེ་ཡོད་ལ། སྐྲ་གི་སྙག་མ་རེ་རེ་རླུང་གི་བྱ་ལས་བླ་ལོང་ན་འཁུར་གི་ཨེ་ཡོད་ལ། དུ་མ་རྟོགས། རྒྱལ་བོའི་བཙུན་མོ་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ། ཤི་སོང་ནི་རུ་བཟོས་རྒྱུའི་ཉིང་སྟོང་བ་ཙམ་ཟིན་འཇུག་དུ་འདི་ན་མེད་གི། ཉིང་སྟོང་དུ་ཁུ་རུ་སྐྱེ་རེ་ང་བུ་སོང་ནི་རུ། འདྲེ་མདངས་བརྒྱབ་ན། རང་སེམས་མ་སྐྱོ་བ་སྐྱེས་ཀྱི་ཨ་ཡོག་གི་འདི་སེམས་ཐོག་ག་གཅིག་གྱུར་དྲ་འདེད་མདང་གཟུགས་རྒྱབ་ན་དམ་པའི་ཆོས་ཧན་གྱི་ན་གཞན་གི་ཧན་ཐོག་ནི་ཨ་ཡོག་གི་འདེད་མདང་རྒྱབ་ན་ད་ཁྱེད་རྣམས་ད་ཐུག་ཐུབ་པ་དེ་ལགས་ཨ་ཁྱོད་སྟེར་དབང་འདི་གི་ཁ་ངོ་ཟི་ཐུག་ནོ་དི་ཡག་གི་ད་ནི་ཁྱེད་རང་རྣམས་འཆི་བ་ཟི་ཅོ་འདི་རྣམ་གཟིག་མགོ་ཐོག་ག་ཡོང་རྒྱུའི་ཚད་ཡིན་ན་ཁྱད་མེད་དྲི་ཉི་མའི་ནང་ཁ་གི་དད་ཚུལ་ཨ་ཅུའི་ཚེ་ཡོད་ཚེ་མེད་ཀྱི་སྲིད་ཡིན་ན་འཇིག་རྟེན་ཁམས་ཀྱི་བདེ་སྟོང་ཇོ་བོར་གདེང་ཚོད་མེད་གི། ཁྱི་ཅུའི་ཚེ་ཡིན་ནས་ཚ་མ་ར། ད་ཉྭ་ས་གི་མཐའ་མ་གཟུགས་ཀྱི་ནང་གི་ཉྭ། ཟས་གི་མཐའ་མ་གཟུགས་ཟས། གཏམ་གི་མཐའ་མ་གཟུགས་བཤད། ཡ། སྐྱེམས་གི་མཐའ་མ་གཟུགས་མཐོང། དབུགས་ལས་འབྱུང་བའི་སྔ་ཕྱི་དུ་རིམ་པར་བརྩེགས། མིག་གཉེན་འབྲེལ་མཛའ་བཤེས་འཁོར་དང་བཅས་པའི་གདུང་བ་བརྟེན་ནས་ཉིན་རེ་ཉིན་རེ་བཞིན་དུ་སྐྱ་ལོག་ལོག། ཤི་བ་ཚ་ལང་ལང་ནག་བུན་བུན། ད་ཞིང་འདེབས་གོ་ཁ་ནི་འདྲ་ལུད་འཁུར་གོ་ཁ་ནི་འདྲ། ད་འཁུར་ཡས་གོ་ཁ་ནི་འདྲ་རྣམ་པ་སྣ་ཚོགས་ཀྱི་འཇིག་རྟེན་གྱི་གསོ་སྐྱོང་ཡི་རྒྱུའི་བྱ་བ་འདི་བསྒྲུབས་ཡས། ཚེ་འདིའི་སྣང་བ་ནུབ་ཀི་ཞིག་ཡས་གཤིས་མིའི་སྣང་བ་ནི་མྱུར་བ་མྱུར་དུ་ཤར་རྒྱུ་གི་དུས་ཚོད་ཐོ་འགོད་ནི་རེད། ཤི་སོང་ནས་ཉི་མ་དེ། ལས་ཀྱི་གཤིན་རྗེ་གི་བར་དུའི་འཕྲང་ཁྱེར་ནས་སྐབས། ད་ཉེ་འབྲེལ་ཉེ་བཞི་རྩ་ལག་ཕ་མ་དབུས་དཀྲུགས་ཁྱི་མོ་ཟིག་ཡོད་ན། དེ་དག་ཐམས་ཅད་ཀྱི་ནང་གི་རང་རང་ཁུ་རུ་མོ་དཀྲོག་གོ་མེད་ལ་ཁུ་རུ་མོ་འཇོག་དགོས་ནི་རེད། འཇིགས་སྐྲག་གི་སྡུག་བསྔལ་བཟོད་གླགས་མེད་པ་མྱོང་རྒྱུའི་དུས་ཚོད་ཐོན་དུས་དེ་བཟོད་རྒྱུ་ཟིག་རེད་མ་རེད་དེ་ཧྲོན་རྒྱུ་ཟིག་རེད་མ་རེད། དེའི་སྐབས་དེ་སྐྱེས་བར་དུ་བཟང་བཟང་ནོ་ང་དགོ་གི་འདི་ང་ཐེམ་དགོ་གི་འདི་ང་ཐེམ་སོང་ན་ཡག་གི་ང་ཟི་གོ་ནོ་འདི་སྐྱེ་བར་བཟུང་བཟུང་ནུས་ལུས་ཁམས་འདི་ཕྱི་ནས་ཉི་མ་ཐོན་དུས་ཤུགས་ན་སྐྱ་རི་ལས་གཡུག་བཞོ་ནོ། ལས་དང་རྣམ་པར་སྨིན་པ་དབྱིག་གི་རྣམ་ཤེས་དུ་དཀར་འཇོ་ཆད་མེད་དྲི་མོ། ཡ་ངའི་ཉིང་སྟོང་བ་ཅིག་དུ། ད་དབེན་པོ་ཤུགས་སྤྱིར་བཏང་ངས་ལས་དབང་གི་བག་ཆགས་ཀྱི། རང་གི་རྣམ་པར་ཤེས་པ་གི་རྣམ་ཤེས་དུ་འཁོར་བ་རིགས་དྲུག་གི་གནས་སུ་འཁྱམས་འགོག། དེ་དུས་ངན་སོང་གསུམ་གྱི་སྐྱེ་སྟངས་ཀྱི་ནང། དམྱལ་བ་གི་ནང་གི་སྐྱེ་སྟངས་ནང། ད་ཧྲག་གོ་ནོ་གཙོ་གོ་ནོ་བྱ་གོ་ནོ་འོག་པ་བྱེད་གོ་ནོ་ལ་སོགས་པ། སྡུག་བསྔལ་བཟོད་བརླག་མེད་པ་ཡོད་གི། དེ་བཟོད་ཀྱི་གཟུགས་རེད་མ་རེད། དེ་ཨི་ཕོག་གི་དེ་ཨི་ལྷོད་གི། ཡང་ཡི་དྭགས་ཀྱི་གནས་ཀྱི་སྐྱེ་སྟངས་ཀྱི་ནང། ད་སྐོམ་གོ་ནོ་ད་ལྟོགས་གོ་ནོ། དབུགས་ཀྱང་ཕོངས་བའི་སྡུག་བསྔལ་བཟོད་བརླག་མེད་པ་ཡོད་གི་དེ་ཨི་ལྷོད་གི་དེ་ཨི་ཕོག་གི། ཡང་དུད་འགྲོ་བའི་གནས་ཀྱི་སྐྱེས་སྟོང་རྒྱུ་ན་ཀ་ལེ་འབའ་རུ་སྐུ་བཀའ་རུ། ད་གུ་འོག་གི་སྐྱོ་གོ་གི་ཤ་དང་འོག་བ་གི་དོན་དག་འཆི་བའི་གདིང་ལག་བཟོད་གླགས་མེད་པ་མྱོང་གོ་གི། ཡ་དུད་འགྲོ་གི་སྐྱེས་སྟོང་ན་ཨི་བཟོད་གི་ཨི་ཕོག་གི། དེས་ན་འཁོར་བ་འདིའི་ནང་གི་གང་གི་སྐྱེས་སྟོང་ན། སྐྱིད་པོ་གཟུགས་ར་བདེ་མོ་གཟུགས་རྩ་བ་ནས་ཡོད་ནི་མ་རུ་སྡུག་བསྔལ་འབའ་ཞིག་ལས་མི་འདུག། འོན་ཀྱང་འཆི་ཀོ་གཟུགས་ཀྱི་སྐྱེས་སྟོང་ན། ང་རྒྱུད་ཐོག་འདི་ནས་ལྷོངས་འཇོག་གི་བསམ་རྒྱུ་སྡུག་གནོད། འོ་ན་མེས་པོ་ཟིག་གི་སྐྱེས་སྟངས་ན། ཟས་གོས་ར་འབྱོར་བ་མི་འཛོམས་ན་རྙེད་རྒྱུ་མི་ཆོད་ནོ་གི་སྡུག་གནོད། འོ་ན་མཐོན་པོ་ཟིག་གི་སྐྱེས་སྟངས་ན། ངུ་ཐོབ་གོ་ས་འདི་ནམ་ཟིག་བརླག་གི་ཡ་འཇོག་བསམ་རྒྱུ་སྡུག་གནོད། འོ་ན་དམའ་མོ་ཟིག་གི་སྐྱེས་སྟངས་ན། རྒྱལ་བོའི་རྒྱལ་ཁྲིམས་ཟིག་ཧོག་གིས་ང་ནམ་ཟིག་གཅིག་གི་ཐུབ་ཚོད་ལས་བཏང་བ་བསམ་རྒྱུ་སྡུག་གནོད། མཐོ་ས་དམའ་ས་ཕྱི་གོ་མེས་པོ། གང་གི་སྐྱེས་ན་འཁོར་བ་འདིའི་ནང་ན། སྡིག་ངུ་ཟི་མ་རྟོགས་གཞན་ན་བདེ་བ་ཟི་རྩ་རྒྱུ་གང་ན་ཡོད་ཀི། ཀའི། རྟ་བོང་ཆེ་ཆུའི་སྔགས་གཅིག་ཉོན་འདྲ། ད་ཤི་ནས་ཉི་མ་མདངས་ཟིག་བརྒྱབ་ན་ཆེར་སྒོ་ཞིག་གིས་ཆེ་ཆི་མོ་ཟིག་སྒྲུབ་དང་ཟིག། ཆེ་གི་གཏམ་བཤད་པ་དང་ཆེ་རྣམས་ཀྱིས་ཆེ་གི་སྤྱོད་པ་ཆི་མོ་ཟིག་མཐུན་སོང་ཟིག། རང་གི་བཤད་སྤྱོད་དུ་ཆེ་གི་ཞོག་བ་བསྟུན་ན་ཆི་མོ་ཟིག་མཐུན་འདོད་ཀི། ཆེ་མིང་གི་བྱ་བ་བསམ་སྦྱོར་རྔམ་པའི་བྱ་བ་ཆི་མོ་ཟིག་སྒྲུབ་དང་ཟིག། ཁོ་བ་མདངས་ཟིག་རྒྱོབ་ར། ང་ནི་ཁྱོད་ཚོའི་སེམས་ཀྱི་གདངས་འདི་ལ་ཤེས་རེ་འཁྲེལ། མི་ཤི་རྒྱུའི་ཧོལ་ཚོད་མེད་ཀྱི་ཁམས་སུ་འཁོར་བའི་གནས་སུ་མི་འཆམ་འཇོག་གི་གདངས་ཚོད་མེད་བཞིན་དུ། ཅི་གསུམ་འདི་གསུམ་མེད་ལ་འཇོག་བོ་ནོ་འདི་ལྟ་ང་ངོ་མས་ངོ་མཚར་སྐྱེ་གི། ཁོ་མོས་དམྱལ་བ་དང་ཡི་དྭགས། དུད་འགྲོ་གི་གཞུང་ལུགས་ཐམས་ཅད་པོ་ཞི་མོས་བཤད་ན་ར། ད་འོང་ཁྱེད་ཀྱིས་ཚད་མ་བདེན་གི་བསམ་གི་མེད་གི། རང་སྲོག། མཛེས་མགོ་བོ་བེ་ཀུར་རྡུལ་ཤ་ཟའི་ཚོགས་ཀྱིས་ཁྱེར་དོགས་པས། ད་འོང་འདི་དོགས་སུ་གནས་ནས། ད་ལུས་འཕོངས་འདི་དུ་འདྲ་ཟི་དོགས་སུ་གནས་ཀྱི་ཆུ་ཟིག་འོག་གི་ཆུ་ཆུ་ལྟེ་ར། འཁྲུལ་སྣང་ཟིག་ཤར་མོ་མར་དོགས། ད་འདི་ཤ་རི་མོ། ཆག་རི་མོ། རི་པ་རི་མོ། ལི་པ་ར་ཤི་ས་སྐྱིན་དང་སྐྱོགས་པ་མི་གཙང་བའི་རྫས་ཀྱི་གང་དུ་ནུ་ཧོང་འོང་འདི་གློ་ལྟ་ས་ཟིག་ཨེ་ཡོག་གི། འདི་ལྟད་མོ་ཟིག་སྐྱེ་འཛིན་ཨེ་གྱི་ཨེ་ཡོག་གི། ངས་སྟེས་དབང་འདི་བྱེད་མི་རྟོགས་པ་ཡིན་ཚུལ་ཞིབ་མོ་ཡིད་ཆེས་བཤད་ན། ར་ད་ཨོང་ཁྱེད་ཀྱི་ཕུང་བོ་བདག་འཛིན་གྱི་བློ་འདི་ཇེ་ཆེ་ཇེ་ཆེ་འཇོག་ལུགས་འདི། ད་ཨོང་ངའི་ལུས་ཁམས་འདི་བློ་རྒྱ་ཆེན་རྔམ་པ་ཟིག་གཅིག་ཕྱིར་ཨེ་འཇོག་བསམ་མེད་འདས་དོགས་སོང་ཡོད་རྒྱུ་འདི། ང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་མདངས་བྱམས་ན་འདི་དོན་ཆུང་གི། ཕྱི་ཆུ་སའི་ཚེར་མ་ཡིན་ནའི་ཚ་མ་ར་ང་འཇིག་རྟེན་འདི་གི་ལོ་བརྒྱ་ཕྲག་ཟིག་འདུག་གི་བསམ་རྒྱུའི་བསམ་པ་མ་རྟོགས། ང་ནང་ཁ་སྣང་ཉིན་འཆི་བའི་རྐྱེན་གྱི་འགོ་ཐོག་ཨ་ཡོང་བ་བསམ་དགོ་ནི་ཟིག་ཉིན་འདིའི་ནང་ན་མེད་གི། ད་འོང་ཕྱི་ཆུ་གཅིག་ཉོན་འདྲ། དགེ་བ་ཟིག་མ་བསྒྲུབ་ན་བདེ་བ་ཟིག་འབྱུང་རྒྱུ་ཨེ་ཡོད་གི། ཚོགས་གཉིས་ཟིག་མ་གསོག་ན་སངས་རྒྱས་ཟིག་ཐོབ་རྒྱུ་ཨེ་ཡོད་གི། སྲོག་དབུགས་ཟིག་མ་བཏུབ་ན་འབྲས་བུ་ཟིག་སྐྱེ་རྒྱུ་ཨེ་ཡོད་གི། རྫུན་དང་ཟོལ་སོགས་རང་གིས་རང་ལ་བྱས་པའི་སྙིང་རུས་ཆེའོ་ཅང་མི་ཤེས་ནི་ཆེའོ། གཏན་དུ་རང་རང་སྡུག་པའི་ལས་འགོ་མ་ཚུགས། ད་ནི་ངན་འཇིགས་མཚན་འཇིགས་ཡེ་རྒྱུ་བལྟས་ན། རབ་ཡིན་ན་འཆི་ཁ་སེམས་བདེ་མོ་ཟིག་ཨ་ཡོང་གི་བལྟས། འབྲིང་ཡིན་ན་འཆི་ཁ་འཚེར་སྣང་མི་སྐྱེས་ནས་འགྱོད་པ་མི་ཡོང་ནི་ཟིག་ཨ་ཡོང་གི་བལྟས། འཆི་ཁ་སེམས་བདེ་དོ་ནོ་དི། རང་སེམས་སངས་རྒྱས་སུ་སྔོན་འཕྲོ་སོང་མུས་རྟགས། འཆི་ཁ་འཚེར་སྣང་མི་སྐྱེ་ནང་དུ། རང་གི་དགེ་བའི་བྱ་བ་གཟུགས་བརྙན་ཁང་རེ་བའི་སྟེང་ནས་སྒྲུབ་ཐུབ་སོང་མུས་རྟགས། འཆི་ཁ་འགྱོད་པ་མི་སྐྱེ་ནང་དུ། རང་རང་གི་ཁས་བླངས་བའི་སྡོམ་པ་ར་དམ་ཚིག་མ་ཉམས་ནོར་བུ་རྟགས། འདི་དག་རང་རང་གི་བ་ཚུད་ཐུབ་ཚུལ་དྲག་ལས་གང་ལྕགས་ཀྱི་ངོས་ནས། ཉམས་ལེན་འདྲེན་མཛད་རྒྱུ་ང་བྲམ་ཟེའུ་མོག་གཟུགས་ཀྱི་ཉི་མ་གི་རེ་བ་ཡིན། སྤྱིར་སེམས་ཅན་ཐམས་ཅད་སྤྲིན་ཆེན་ཡིན་ནོ་ཧ་མ་ཡིན་ནོ་བསམ་པའི་སྒོ་ནས་བྱང་སེམས་ར་སྙིང་རྗེས་དྲག་ཏུ་བསྒོམ། སེམས་ཅན་ཐམས་ཅད་ཀྱི་དོན་དུ་བླ་ན་མེད་པའི་བྱང་ཆུབ་ཀྱི་ཆོས་བསྒྲུབ་པས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ལས། ལྷག་པ་གསུམ་གྱིས་བསྐྱབ་པར་བྱ་རྒྱུ། རང་གི་རྒྱུད་སྨིན་རྒྱུའི་ཆེད་དུ་ཕ་རོལ་ཏུ་ཕྱིན་པ་དྲུག་ར། གཞན་གྱི་རྒྱུད་སྨིན་རྒྱུའི་ཆེད་དུ་འདུལ་བ་བཞི་གི་དངོས་པོ་བསྒྲུབ། དམ་པའི་ཆོས་ཀློག་རྒྱུ། ཐོས་རྒྱུ། བསམ་པའི་སྒོ་ནས་ཉམས་སུ་ལེན་རྒྱུ་ལ་སོགས་པ། རང་རང་གི་འབད་པའི་སྒོ་ནས་བ་ཚུར་ཐུབ་ཚུལ་བྲིས་ཤིང། ང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་ཤི་རུང་གསོན་འགྲོངས། ཁ་ཆེམས་དེ་ཧན་ཆེན་ན་ཁྱེད་ཅོ་འཇོག་རྒྱུ་མེད་གསུངས་ཟིག། འཁོར་འབངས་ཐམས་ཅད་ཀྱིས་བརྒྱུད་ལ། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་གསུང་ནོར་བུ་ཁྱེད་ཀྱི་གོ་བ་དཔག་ཏུ་མེད་པ་ཟིག་ཅེས་ནས། འཁོར་འབངས་ཐམས་ཅད་པོ་མིག་གིས་གདོང་ཤུགས་དྲག་པོས་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་ཡར་འདི་ཞེས་ནར། སེམས་ལ་ངལ་གསོ་བཀའ་དྲིན་ཤིན་ཏུ་ཆེ། ཁྱེད་ཀྱི་གསུང་གསུང་ཐམས་ཅད་པོ་ཁོང་ཆུད་ཟས་མ་འབབ་གི་བཀའ་དྲིན་ཆེ། བྱིན་རླབས་ཞེས་དང་རྗེ་བཙུན་ཆེན་པོའི་གཏེར། ཁྱེད་ཀྱི་གསུང་བཞིན་དུ་འགྲོ་བ་འགྲོ་བའི་སྐྱབས་གཅིག་གི་ཨ་མ། བྱིན་རླབས་བྱས་ནས་འགྲོ་བའི་སྐྱབས་གཅིག་གི་ཨ་མ། ཁྱེད་ཀ་གང་ཟིག་ཧེབ་ན་ཐུགས་རྗེ་གི་ཕྱག་གཅིག་ཁོང་ཆུད་ཅིག་རྗེས་མི་ཉན་ཐུགས་རྗེ་གི་འཛིན་པར་ཞུ་ཟེར་ནས། འདིའི་ནང་ན་འཚོགས་རྡོ་ནུའི་སྐྱེ་འགྲོ་ཕོ་མོ་རྒན་གཞོན་ཐམས་ཅད་ཀྱི། དེ་ཁོང་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་གསུང་ནོར་གྱི་ཆེ། ཟབ་ཅིང་རྒྱ་ཆེ་བ་མཁྱེན་པ། འདུས་མོ་ཡ་མཚན་ཅན་གྱི་བཙུན་མོ་ལུས་ཆེས་མཛེས་ལོང་མེད་པར་ཤིན་ཏུ་འཇུག་པའི་གཤེད་མ་ཐམས་ཅད་ཀྱི། སྐུ་མཚར་ལ་ཡིད་དུ་འོང་བའི་ལྷ་གི་སྲས་མོ་འདྲ་བ་འདི། ལུས་ཏིམ་པར་ཏིམ་པར་ལྟུ་བས། དབང་མེད་དུ་དགྲར་གོང་ནོ་འདི་ལྟར་ཤིན་ཏུ་ཨོ་བརྒྱལ། ཤིན་ཏུ་སྡུག་ཐུག་གི་བྱ་བ་རུ་མཛད་ནས། ཐམས་ཅད་པོ་ངུས་བསྡད། བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི། ཁྱི་བཅུ་སྟེ་ཨོ་རྒྱུད་བཟོས་མི་དགོ། ངའི་སྡིག་དག་གོ་གི་བཟོས་མི་དགོ། ཁོ་མོ་ད་ལྟ་འཆི་ཡང་འགྱོད་པ་མེད། མོ་ཤི་སོང་ན་འགྱོད་པ་མེད། རྫས་ནས་བྲམ་ཟེ་འོ་མོག་གཟུགས་ཀྱི་ཉི་མ་གི་འགྱོད་མེད་སྡང་དང་ལྡན་པའི་གླུ་འདི་བླངས་ཟིག།

སེམས་ནི་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། འགྱོད་པ་མེད་པ་གདངས་དང་ལྡན་པའི་བྲམ་ཟེ་གོ་བོ་མོ་ང། ངས་བླ་མ་གི་སྐུ་མདུན་ནས་ཐེ་ཚོམ་སྒོམ་གསུམ་གྱི་བྱ་བ་བསྒྲུབས་ཡོད། དེ་ནས་ང་རྒྱལ་སྲིད་ལ་ཡོང་དུས་རྒྱལ་སྲིད་དག་ཀྱང་དམ་པའི་ཆོས་གོ་ལས། འཁོར་འབངས་ཐམས་ཅད་པོ་བྱམས་དང་སྙིང་རྗེ་གིས་སྐྱོང་ནས་ད་ང་ཤི་སོང་ན་འགྱོད་པ་མེད། ཁྱི་ཁྱོ་ར་ཁི་ཁ་མི་འཇུ་ནས་བྱ་བ་རེ་རང་རང་གི་ཐ་སོ་གི་ཤི་རེ་བྱས། སྔ་བྲམ་ཟེའི་བུ་མོ་གཟུགས་ཀྱི་ཉི་མ་གི་སྡུག་བསྔལ་དྲག་པོ་རེ་ཐོགས་བབ་ནས་སྐབས་དེ་བཞིན་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དུ་རང་གི་མགོ་ཐོགས་པ་ཁུར་བོ་ཡི་ཆེ་རེ་བསམ་པ་མཐར་ཕྱིན་པའི་དགའ་བ་བསྒོམས་ནས་ད་མོ་ཤི་སོང་ན་འགྱོད་པ་མེད་ཕྱི་ཆོ་ར་ཤི་ཁ་འགྱོད་པ་མེད་ནས་བྱ་བ་རེ་བསྒྲུབ་ཨི་ཐུབ་ཀི་ལྟོས། དེའི་རྒྱུན་དུ་མོའི་རང་དོན་སྐད་ཅིག་ཙམ་ཟིག་བསམ་མ་མྱོང། གཞན་དོན་འབའ་ཞིག་ལ་ད་སྙིང་བོ་བསྒོམས་ནས་བྱ་བ་བསྒྲུབ་ནི་འདི་ནི་བྱང་ཆུབ་སྒྲུབ་པའི་གཙོ་བོ་ཡིན་མོད་སྟོབས་ཀི་མོ་ད་ལྟ་ཤི་སོང་ན་འགྱོད་པ་མེད། ཤི་ཁ་འགྱོད་པ་མི་སྐྱེས་ནས་བྱ་བ་རེ་ཆི་ཆུ་ར་ཨ་ཐུབ་གི་སྟེ། འཇིག་རྟེན་འདི་གི་སེམས་ཅན་ཐམས་ཅད་པོ་གཉེན་ཚད་གི་དགྲ་བོ་གི་ལོག་སོང་ནས་ཚ་མ་ར། ང་བྲམ་ཟེ་བུ་མོ་གཟུགས་ཀྱི་ཉི་མ་གི་ཁ་ཤེ་ར་འཁོར་རེ་བྱམས་སེམས་དགའ་བའི་འཛུམ་གི་སྔུན་བསུས་ནས། བཟོད་པ་གི་སྐད་ཆ་ར་ནམ་ཡང་དྲིལ་མ་མྱོང། དུས་སྟབས་ཀི་ང་བྲམ་ཟེ་བུ་མོ་གཟུགས་ཀྱི་ཉི་མ་ཤི་སོང་ན་འགྱོད་པ་མེད། འཆི་ཁ་འགྱོད་པ་མི་སྐྱེས་ནས་བྱ་བ་རེ་ཆི་ཆུ་ར་ཨ་ཐུབ་གི་སྟེ། བཙུན་གྱིས་སྐྱོང་བའི་སྐྱེ་འགྲོ་མཐའ་དག་ཐམས་ཅད་ལ། སྔགས་ཕྱིར་ལྡང་གི་ཁྲོ་བོའི་ཚིག་རྩུབ་ཆེན་མོ་གཟུངས་སྔགས་མགོ་ཐོགས་པ་ཚེ་ར་བྱེད་རྣ་ར། ང་དུས་ལ་ཁ་ཤི་ར་དཔུང་གཟུགས་བླངས་མ་མྱོང། ངས་དགའ་བའི་འཛུམ་གྱི་ཟེའི་སོང་ནས་ཡིན། ད་ང་ཤི་སོང་ན་འགྱོད་པ་མེད། ཤི་ཁ་འགྱོད་པ་མི་སྐྱེ་ནས་བྱ་བ་རེ་ཆི་ཆུ་ར་འགྲུབ་པ་ཐུབ་ཀི་སྟེ། ངེས་འཛིན་འཁྲི་བའི་གནས་ལུགས་མཐོང་ལ་སྒྲུབ། འཁྲུལ་བའི་སེམས་ནི་གནས་ལུགས་བཙལ་དུ་མེད། འཁྲུལ་བའི་སྐྱེ་གནས་ཁོ་མོའི་གནས་ལུགས་རྙེད་ནུས། འཁྲུལ་བ་ཐམས་ཅད་ཀྱི་གནས་ལུགས། ཨོ། འཁྲུལ་བའི་ནང་ན་དག་གནས་ལུགས་གཟུགས་རྩ་གཏོང་རྒྱུ་མེད་ཀི། ཡུན་འབྲོང་ར་འཁྲུལ་ཀོ་མོའི་སྐྱེ་གནས་ལྟ་མོའི་གནས་ལུགས་དེ་རྙེད་ནུས། ལྟ་མོ་ཤི་སོང་ན་སེམས་ན་འགྱོད་པ་མེད། མི་འགྱོད་ནུས་བྱ་བ་རེ་ཆི་ཆུ་ར་སྒྲིལ་བ་ཐུབ་ཀི་སྟེ། ཀ་ཨེ། དེ་སྐད་བྱ་བ་ཅི་ལ་ཟེར། ཆོས་རྣམས་ཐམས་ཅད་པོ་རྟོགས་པས་རྟོགས་པ་ཡིན། ཡོད་པར་གྱུར་ན་འཛིན་མཁན་ཀློག་པོར་གྱིས། མ་རྟགས་གྲོགས་པོར་མང་ཡང་ཙམ་ཞིག་ལས། མིན་པར་འཛིན་ཁུར་དེ་ཡང་སྲོག་རྩ་ཆོད། སྤྱིར་བྱེད་ལས་ཡོངས་ན་འཇིག་རྟེན་གྱི་ཆོས་ཉིད་ཐམས་ཅད་སྟོང་བ་ཡིན། ཡོད་པ་ཞེས་པ་དེ་མེད་པ་གི་ལོགས་ཀྱི་མེད་པ་ཞེས་པ་དེ་ཡོད་པ་གི་ལོགས་ཀྱི།